ཧ་གོ་གི་རོགས། ཏཱ་ལའི་བླ་མ་མི་གཅིག་གི་ཁེ་ཕན་གཅིག་བྱེད། ཏཱ་ལའི་བླ་མ་མི་གཅིག་སེམས་པ་དགའ་ཡག་བྱེད། ཏཱ་ལའི་བླ་མ་མི་གཅིག་རྒྱ་ནག་རི་བོ་རྩེ་ལྔ་ལ་ཡང་སྤྲང་ཆུང་འགྲོ་ཡག་གཅིག་བྱེད། བོད་མི་རིགས་ལ་ཡང་མཐའ་ཚད་མེད་པ་རྒྱལ་ཁབ་མེད་པ་རེ་བ་མེད་པ་འདི་ལོག་མེད་པ་ཆུང་མཐའ་མེད་པ། དཔལ་འབྱོར་མེད་པར་ཤེས་ཡོན་མེད་པ་ད་མེད་བཅུ་བཅུ་བཟོས་བཞག་ཡོད་པ་བས་མི་རིགས་འདི་ལ་ཡ་མཁའ་འགྲ་གཏོང་མཁན་གཙོ་བོ་ཀི་རྒས་ཡིག་ཚུལ་དུ་ཀ་བ་སོགས་ཆོས་མཛོད་ཡིན་པ་སེར་ཤ་ཕོ་མོ་དབྱེར་མེད་བྱས་ནས་ནི་ཕྱིས་དུ་ཟང་ཟིང་འབྲེལ་བ་བྱས་ཏེ་ཁ་ཁ་བོད་དབྱེ་འབྱེད་བྱེད་ཉིན་ཀི་རྒས་ཡིག་ཚུལ་གཙོས་ཕེབས་མཁན་ནི་ཀ་བ་སོགས་དེ་དུ་སེར་འབྲས་དགའ་ཚུལ་དེ་ཡིན་པ་ད་ཁྱོད་ཚོ་དུས་ར་གཅིག་བརྗེད་ག་འདྲི་སྲིད། དེའི་ངོར་མིག་གིས་ཁྱོད་ཚོ་ལ་བལ་མི་མོ་ལ་མགོ་སྐུར་མ་གཏོང་ནས་དུས་ར་གཅིག་བརྗེད་ལ་ཟི་འདས་ཡོད་ན། དུས་ར་གཅིག་བརྗེད་ལ་ཟི་དགོས་ཀྱི་ཡོད་ན། དུས་ར་གཅིག་བརྗེད་ལ་ཟི་ཡག་གི་རེ་བ་ཡོད་ན། སོ་སོའི་དྲིན་ཆེན་ཕ་མ་གི་སྣང་ཤ་བས་ཀྱི་ཨེལ་ཨ་ཨེ་དེ་བེད་སྤྱད་གཏོང་སེམས་ནི་ཤོད་ཨེ། བོད་མི་རིགས་ལ་མཐའ་ཚད་ཡོད་པ། བོད་མི་རིགས་ལ་འདུ་ལོང་ཡོད་པ་བོད་མི་རིགས་ལ་རེ་བ་ཡོད་པ། བོད་མི་རིགས་ཀྱི་རྒྱལ་ཁ་བླ་སྲོག་འདེལ་ཡ་གཅིག་མི་རག་དུ་མི་ར་འཇུས་ཐ་མི་རག་དུ་མི་ར་འཇོས་ནས་བ་མཐའ་ཚད་འཇུས་ཐ་མཐོ་ཡ་གཅིག་བཟོས་ད། པའི་མི་རིགས་འདིས་ཀྱི་སྤྱི་ཚོགས་དེའི་ནང་ལ་ཡ་ཀི་ཀི་ཡི་ཚུལ་དུ་ཀ་བ་ས་ཧི་ཡ་ནང་ཁྲུས་ཀྱི་རྩིས་པ་བརྩིས་ནས་བསྡད་དེ་ཡོད་དེ་ཚོ་ཡོ་བསྲང་བྱས་དང་བོད་ཟེར་མི་མོ་འདིས་ཀྱི་ཁོར་ཡུག་ནང་ལ་ཡ་མ་བརྒྱག་རང་མེད་པ་ཏཱ་ལའི་བླ་མས་ག་རེ་བཤད་ན་དེ་ལ་ཀྱི་བཀའ་སུས་ཅི་འདྲ་བྱེད་དགོས་ཀྱི་ཡོད་པ་དེ་ལ་སྐྱེལ་འཛུལ་བྱས་མ་ཆོག་པ

ལྷག་གོ་ན། དུས་རབས་བརྒྱད་ལ་མ་ཟི་མཁན་དེ་ཏཱ་ལའི་བླ་པ་གཙོས་ཏཱ་ལའི་བླ་མ་གཙོས་པའི་ཀི་གེ་ཡི་ཙོང་དུ་འདིའི་ཀ་བ་སོ་སའི་ཆུ་མཛོད་རེད། དུས་རབས་ཀྱི་དུས་རབས་ཅིག་ནང་ལ་ཡང་རྗེས་ལུས་ཐེངས་གཅིག་མཁན། ཞབས་འདྲེན་བྱེད་མཁན། དཀྲུག་ཤིང་རྒྱག་མཁན། མེ་ཕུང་མཁན། ཏཱ་ལའི་བླ་མ་གཙོས་པའི་སྐབས་བཀའ་བརྒྱད་ཡིག་ཚང་དང་ཀ་བ་ས་ཁྱོ་མཚོ་རེད་ཟེར་ནས་བཤད་ཡོད། མདོ་བསྡུས་བ་ཡིན་ན། སོ་སིའི་དྲིན་ཆེན་ཕ་མ་གི་གནང་བཞག་པའི་ཨེ་ལ་ཨེ་དེ་བེད་སྤྱད་མ་བཏུག་ན་དུས་རགས་བགྱིས་ལ་དེས་ན་ཡང་ཟི་ཙིས་མ་བྱས།

མདོར་ན། ཏཱ་ལའི་བླ་མེད་ཀྱི་ཁེ་ཕན་གཅིག་ཆད། ཏཱ་ལའི་བླ་མ་སེམས་པ་དགའ་ཡག་ཆད། ཏཱ་ལའི་བླ་མ་རྒྱ་ནག་རོལ་བ་བཙན་ང་ལ་ཡ་སྤྲོ་མཆོང་འགྲོ་ཡག་གཅིག་ཆད། བོད་མི་རིགས་ཀྱི་སྤྱི་མཚུངས་ནང་ལ་ཡ་བོད་མི་རིགས་འདི་གི་ཁོར་ཡུག་ནང་ལ། ནོར་འཁྲུལ་གྱི་རྩིས་པ་རྩིས་གཞོག་ཡོང་གི་གཡོག་སྲུང་བྱེད་དགོས་ཀྱི་ཡོག་རེད། བོད་མི་རིགས་ལ་ཐག་བཅད་ཡོག་པ་འདུ་ལོང་ཡོག་པ། རེ་བ་ཡོག་པ། བས་མི་རིགས་རྣམས་ལ་ཆེད་དུ་ཟུངས་ཟིག་གི་དབྱེ་བ་ཅན་ཁ་དུ་ཁ་ཕག་གི་དབྱེ་བ་ཅན་འདི་འདི་ཚོ་གཡོག་སྲུང་བྱེད་དགོས་ཀྱི་རེད། སྒྲིག་འཛུགས་ཀྱིས་ངེས་ནས་སྒྲིག་འཛུགས་ཀྱིས་ངེས་ནས་ཀྱིས་མི་གཅིག་ཆེད་དུ་མི་མང་དེ་ཁ་བྲལ་གཏོང་ཡས་ལ་སེམས་རྩ་རྩ་བ་ཉིད་ནས་མེད་མཁན་གཅིག་སྒྲིག་འཛུགས་འདི་འདྲའི་ལྟས་ངན་གྱིས

ནོར་འཁྲུལ་དེ་ཚོ་ཡོ་སྲུང་བྱེད་དུ་དུས་རག་བགྱིད་ཟིན་ཚར་རེད། མདོ་བསྡུས་ན་དེ།